ད་དེ་རིང་གནམ་འོག་གི་སེམས་འགྱུར་ཚན་པའི་ལས་རབས་འདི་ལ་ཆ་མཚོན་པ་ཡིན་ན། བཙན་བྱོལ་བོད་ཀྱི་དམངས་གཙོའི་ལམ་ལུགས་ཞེས་པའི་རྗོད་བྱེད་ཐོག་ལ་ཡང་འགྲོ་གི་ཡོད་རེད། དེ་ཡིན་དུས་དུས་ཚོད་ཀྱི་ཆ་ནས་དེ་རིང་ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་དྲུག་ལོའི་ཕྱི་ཟླ་དང་པོའི་གི་ཚེས་བཅུ་གཅིག་རེས་གཟའ་ཉི་མ་ཆགས་ཀྱི་ཡོད་རེད། ད་དེ་ནས་ང་ཚོ་དེ་རིང་ལས་རམས་འདི་གི་བརྗོད་གཞི་གི་ཐོག་ལ་ཡ་ཆེ་སྔགས་ཀྱི་གསུང་བཤད་གནང་མཁན་གྱི་སྐུ་མགྲོན་དེ་ལ་ཡ་དེ་ནས་སྤྱི་ཚོགས་དབྱེ་ཞིབ་པ་ཉག་རོང་དོན་གྲུབ་ལགས་དང་ཉག་རོང་ཉི་མ་ལགས་གཉིས་གདན་འདྲེན་ཞུས་བྱས། དེ་གི་གོང་དུ་ཞུས་པའི་བརྗོད་གཞི་ཐོག་ལ་ཡ་སྤྱི་ཚོགས་ནང་ལོགས་ལ་ག་ལ་གང་འཚམས་ཅིག་ཕན་ཐོགས་ཡོང་ཡ་དང་གསལ་བོ་ཆགས་ཡ་ཅིག་གི་རེ་བ་དང་འབད་རྩོལ་ཏིག་ཞུ་ཡག་རེད། དེ་བྱེད་དུ་ཡོད་ད་དང་པོ་དེ་ལ། གུས་པ། གནམ་འོག་གི་སེམས་རྒྱུད། མཚན་པའི་རྩོམ་སྒྲིག་པའི་ཐོག་ནས་ཡིན་ན་རེད། ད་ནང་བཞིན་གྱི། ལས་རབ་འདི་གསན་གཟིགས་གནང་མཁན་གྱི་རྒྱ་ཆེ་བའི། མཁྱེན་ལྡན་པ་ཡོངས་ཀྱི་ཚབ་ཞུ་བྱས། དེ་རིང་གི། ཆེད་དུ་གདན་འདྲེན་ཞུས་པའི་གསུང་བཤད། ཀྱི་སྐུ་མགྲོན་རྣམ་པ་གཉིས་ལ་ཡང། བཀྲ་ཤིས་བདེ་ལེགས་ཞུ་ཡག་དང། ད་དེ་ནས་ང་ཚོ། དེ་རིང་གི་ལས་རབ་འདི་མ། དངོས་སུ་འགྲོ་ཡ་ཡིན།

ཡང་སྤྱི་སྟོང་ངོ་སོ་ཡོངས་རྟོགས་པ་ལ་ནི་དེ་ལ་ཡང་ཅིག་ཆ་སྐྱེ་འགྲོ་བ་མང་པོ་ཅིག་འགྲོ་ཡོད་ས་རེད་དྲན་གྱི་འདུག་དེ་ལ་ག་རེ་ལ་ན་ནི་རྒྱལ་ཁབ་ཅིག་ནི་མཚོན་པ་ཡིན་ན་ཅིག་ཆུ་ཚོད་དེ་ཡར་རྒྱས་འགྲོ་ཡང་གཅིག་པོ་མ་ཡིན་པ་མིག་གི་བསམ་བློ་བློ་སྦྱང་གི་ཆུ་ཚད་དེ་ཚོ་ཡང་ཡག་པོ་ཡོང་ངེས་ཅིག་གི་ནང་ན་དམངས་སྲོལ་ཡོངས་རྟོགས་པ་ལ་ནི་དེ་འགྲོ་ཡག་གི་ལམ་དུ་འགྲོ་བ་ཅིག་རེད་དོ། དེ་ག་རེ་ལ་ན་དམངས་སྲོལ་ལ་ཡི་དེ་ཨེ་ནི་མི་མང་གི་དབུ་བདེའི་ལམ་ནས་འགྲོ་གི་ཡོད་པ་ཅིག་མི་མང་གི་ལག་པ་ལ་དབང་ཆ་ཡོད་པ་ཅིག་ཆགས་འགྲོ་གི་ཡོད་དེ། མི་མང་ལ་བློ་སྦྱང་དང་རིག་གནས་ཀྱི་ཆུ་ཚད་ཡག་པོ་ཅིག་མེད་པ་ཡིན་ན་བསམ་བློ་གཏོང་གཏོང་ལ་སྐྱིད་པ་ཞུ་གི་འགྲོ་གི་ཡོད་རེད། མང་སྟེ་བྱེད་ཡག་འགྲོ་གི་ཅིག་དང་ད་ཅིག་མི་མང་གི་མགོ་སྐོར་བཏང་ཡང་འགྲོ་འོས་ད་དེ་འདྲའི་གི་ལམ་ཀ་མང་པོ་ཅིག་གི་སྒང་ནས་དམངས་སྲོལ་གི་བཀག་རྡོ་མང་པོ་ཅིག་སླེབས་བསྡད་གི་འོས་ཏེ་དེ་ལ་ཁ་བརྟན་འདྲ་པོ་ཅིག་ད་མེད་ན་ད་དེ་ཁ་བརྟན་གི་བཟོ་འདྲ་པོ་ཅིག་རེད་སློབ་སྦྱང་ད། ཀླད་པ་ད་ཅིག་གནམ་ཤོད་དེ་ཚང་མ་བེད་སྤྱོད་གཏོང་ཤེས་ངེས་ཀྱི་མི་རིགས་གཅིག་གི་ནང་ལ་མི་དམངས་སུ་ཡོང་དོགས་པ་ལ་ཡི་ཆིག་ཡང་ཡག་གི་ད་ལམ་ག་དེ་ཡག་ཤོས་དེ་དེ་འགྲོ་གི་འདུག་ད་དཔེ་ཤོར་ན་ནུབ་ཕྱོགས་ཀྱི་ལོང་པ་འདྲ་བོ་ཞིག་ན་ནུབ་ཕྱོགས་ལོང་པ་དེ་དམངས་སྲོལ་ལམ་ལུགས་ལ་སྒེར་ནས་དང་པོ་འགྲོ་ཡག་གི་སྐབས་དེ་ལ་ནི་དཀའ་ངལ་མང་པོ་ཅིག་སླེ་རེད་ད་ཡིན་ན་ཡང་ནུབ་ཕྱོགས་ཀྱི། ལུང་པ་དེ་ལ་ཨ་ནི་ད་མི་མང་ནང་ལ་ཡ་སློབ་སྦྱོང་དང་རིག་གནས་ཀྱི་ཆུ་ཚད་དེ་དུས་ཚོད་ཡ་ཡ་ཡ་ཡ་ཡ་གྱིས་འགྲོ་གི་འགྲོ་གི་ཨ་ནི་དམངས་སྲོལ་ལམ་ཀ་དེ་ཡང་དག་པ་ཡ་གྱིས་འགྲོ་གི་འགྲོ་གི་བྱས་ནས་ཨ་ནི་ད་འཛམ་བུ་གླིང་གི་ཅིག་མི་དཔེ་ལྟ་ས་འདྲ་བོ་ཅིག་ཆགས་ཡོད་རེད། ཡིན་ན་ཡང་ད་དེས་དམངས་སྲོལ་ཡང་དག་པ་ཅིག་གི་སྒང་ནས་ལྷ་དབང་ལབ་ལུགས་ལ་ཕར་ཅིག་བལྟ་པ་ཡིན་ན་ལྷ་དབང་ལབ་ལུགས་ལ་ཡི་དེ། ནུབ་ཕྱོགས་ཀྱི་ཡུལ་གྲུ་གཅིག་ལ་མཚོན་འགྲོ་བ་ཡིན་ན་ད་ཕུགས་རྒྱང་རིང་བོ་ཆུ་ལོག་རྒྱང་གིས་འགྲོ་དགོས་ཀྱི་ཆགས་ཡོད་པ། ག་ལ་ན་ད་སྔས་མ་དམངས་གཙོའི་ལམ་ལུགས་དེ་ནུབ་ཕྱོགས་ཀྱི་ལུང་པ་ལ་སླེབས་ཡང་ཡོད་པའི་སྐབས་དེ་ནུབ་ཕྱོགས་ཀྱི་ལུང་པ་མང་པོ་ཅིག་ལྷ་བང་ལམ་ནས་ཀྱི་ལམ་ག་ལ་ཡོད་རེད་ལ་ད་ཅིག་དཔོན་པོ་དེ་ཚོ་ལྷ་གིས་སྤྲུལ་པ་རེད་ཅིག་རེད་མུག་རེད་ལ་ཡང་འདུག་ད་ལུང་བསྟན་ད་ཅིག་འདྲ་མི་འདྲ་ལ་བརྟེན་ནས་ཡ་ནི་མི་དམངས་ལ་དབང་སྒྱུར་བྱེད་ཡ་ད་མི་དམངས་ཀྱི་བསམ་བློ་མི་དམངས་ཀྱི་རྣ་པར་འཕྲོད་ཡ་ད་མི་དམངས་ཀྱིས་ཅིག་ད་ནང་ལ་མགོ་སྐོར་གཏོང་ཡས་ཀྱི་ལམ་ཀ་མང་པོ་ཅིག་ཁ་བ་ལམ་ནས་མིང་སྲུང་ཐུབ་ཀྱི་ཡོད་རེད། དེ་ནས་དེ་མ་ཚད་དལ་འབངས་དང་དམ་ཚིག་ལ་ཡས་དེ་མང་ཆེ་བ་ཅིག་ལྷ་མང་ལམ་ལས་འདི་འགྲོ་བསྡད་ཀྱི་ཡོད་དེ། དེ་ནས་མི་མང་ལ་ཅིག་བསམ་བློ་རང་དབང་དང་རྣམ་དཔྱོད་ཀྱི་ལམ་ཀ་དང་དུ་ཚོད་བཀག་ཡས་དེ་ལ་དད་པ་དང་དམ་ཚིག་ལ་ཡས་དེ་བེད་སྤྱོད་གཏོང་འགྲོ་དེ། དེ་ནས་དམངས་སྲོལ་ལམ་ཀ་དེ་ལ་འགྲོ་ཐུབ་ཀྱི་ཡོད་མ་རེད། ད་ག་རང་གཅིག་ཨོ་ད་ང་ཚོས་གཅིག་དག་པ་དང་དམ་ཚིག་ལ་བསམ་བློ་བཏང་ནས་གཞན་པ་གཅིག་བསམ་བློ་ཚང་མ་བཀག་ནས་དེའི་ལམ་ག་ལ་འགྲོ་འོ་རེད་ལ་ཡང་འགྲོ་འོ་བྱེད་ད་ནི་ད་ལྷ་དང་བླ་མ་དང་གཅིག་མང་པོ་གཅིག་དེ་ནི་མི་ལི་ཚ་ལི་ག་རུ་ནི་ངོ་ནི་གཅིག་འགྲོ་བ་མི་གི་ད། ལམ་ལུགས་དང་མ་མཐུན་ངེས་ཀྱི་ལམ་ཁ་ཅིག་ལ་བསམ་བློ་གཏོང་འདོད་ཡོད་པ་དེ་བཅས་ཀྱི་དེའི་དམངས་སྲོལ་ལོངས་པ་ཅིག་དང་དམངས་སྲོལ་ཡང་དག་པ་བེད་སྤྱོད་བྱེད་མཁན་ཅིག་གི་འགྲོ་བ་མིའི་གི་ཁྱུ་ཚོགས་ཅིག་ལ་མཚོན་འགྲོ་ན་ད་འགར་ད་ཆང་དེ་དང་དེ་བཅས་ཀྱི་ད་དེ་ཁྱད་པ་ཧྲིལ་བོ་ཅིག་ཡོད་རེད།

ད་ང་ཚོ་དམངས་གཙོའི་སྤྱི་ཚོགས་ཀྱི་ཟེར་གྱི་ཡོད་རེད་དེ་ཡིན་དུས། དད་པ་ཡོད་དེ་རེད་ད་དེང་སང་སྤྱི་ཚོགས་ནང་ལོག་ལ་རྨོངས་དད་ཟེར་གྱི་དེ་ཤུགས་ཆེན་པོ་ཞིབ་ཅིག་གིས་ཤེས་ཡོང་དུས་གང་ལ་ད་དམངས་གཙོ་དང་རྨོངས་དད་གཉིས་མཉམ་དུ་ཕྱིན་པ་ཡིན་ན་རོ། ཨ་ནི་དེ་གི་མཇུག་འབྲས་དེ་ལ་ད་ག་འདྲེ་རེ་ཞིག་ཡོད་གི་ཡོད་ན་ཁྱེད་རང་གི་ཚོད་དཔག་གི་ཐོག་ནས་ག་འདྲེ་རེ་ཞིག་གསུང་ཐུབ།
ཨ་ཙི་ད་ང་ཚོ་བཙན་བྱོལ་ནང་ལ་ཆ་བཞག་པ་ཡིན་ན་དམངས་སྲོལ་ལགས་ཡོད་རེད་ད་ཡང་དེ་ཚིག་དེ་ལ་དམངས་སྲོལ་ལགས་གདའ་ད་དམངས་སྲོལ་དང་དམངས་སྲོལ་གཉིས་འདི་བྱེད་ཡང་དེ་ད་མང་ཆེ་བ་ཅིག་ཨོ་ད་དེ་ང་ཚོ་དམངས་སྲོལ་མ་རེད་ཟེར་དམངས་སྲོལ་རེད་ཟེར་ག་ལ་ན་ད་ཤིག་ཆེ་ཆུང་གི་སྒོ་ནས་དམངས་སྲོལ་དེ་ལ་ཡང་ནི་ཤིག་ཆེ་བ་དེ་ལ།

གཉིས་སྐྱེས་དེ་ཅིག་ཅར་ལ་འཇིབ་ཆ་ཡག་པོ་བྱིན་ན་ཉོ་གི་ཡོད། བ་ཧོ་དེ་རྣམས་ཀྱི་དམངས་སྲོལ་ལམ་ཀ་ཅིག་ལ་འགྲོ་གི་ཡོད་དེ། མི་དེ་ལ་ཕབ་ཤོག་དེ་མི་དེ་ལ་བལྟ་ནས་བརྟག་དཔྱད་བྱས་ནས་སོ་སོ་གི་ཀླད་པ་དང་རྣམ་དཔྱོད་ཚང་མ་བེད་སྤྱོད་བཏང་ནས་ཨེ་ཕབ་ཤོག་མི་དེ་ལ་ཨེ་ཕན་ནས་ཨོ་དེ་མི་དེ་སྐད་ཆ་བཤད་སྟངས་དང་ལས་ཀ་བྱེད་སྟངས་དང་ཨེ་ཅིག་གི་བརྒྱུད་རིམ་དང་མང་པོ་ཅིག་ལ་བརྟག་དཔྱད་བྱས་ནས་ཨོ་དེ་མི་དེ

ཆུ་སྲིན་གཉིས་ལྡན་འབྲས་བུ་ལྷ་བརྒྱད་ཡོད་པ། ཡིན་ན་ཡང་ཆུ་སྲིན་གཉིས་ལྡན་གྱི་ནི། གཉིས་འགྲོ་ནི་ཕ་ཆེ་གྲུབ་ཀྱི་འདྲ་བོ་གཅིག་ང་ཚོ་མཐོང་དེ་ཡ་དེ་རེད་བ། དེ་ཡག་པོ་གཅིག་གི་མིན་པ་དེ། ད་ད་འདི་འཛམ་བུ་ལས་ག་བ་ཡིན་ན་ད་དེ་ཁ་ཆེ་གི་ལོང་པ་ཡིན་ན་རེད། ག་བ་ཡིན་ན་རེད། ཆུ་སྲིན་གཉིས་ལྡན་གྱི་ནི་འགྲོ་དེ་ངེས་གི་ལོང་པ་དེ་ལ་ནི་ཡག་པོ་གཅིག་མི་འདུག་བ། ད་ཁ་ཆེ་གི་ལོང་པ་ཡིན་ན་ཁ་ཆེ་གི་ལོང་པ་ཨ་རབ་ད་དུ་ཚུར་ལ་ཨ་ནི་ཆུ་གཅིག་ནི་ཡོད་རེད་ད་ཡིན་ན་ཨ་རིའི་འདྲ་བོ་གཅིག་ཡིན་ན་ཨ་རིའི་གི་གཞོང་དེ།

ཁྱོད་ཁྱོད་ཁོ་རང་ཚོ་ཆབ་སྲིད་ལ་འགྲོ་ནས་འདི་བྱེད་ངེས་ཏེ། ཁྱོད་ཀྱིས་ཆབ་སྲིད་ལ་མ་ནོར་པར་ཆབ་སྲིད་ཀྱིས་ཁྱོད་ལ་མ་ནོར་པར་བྱས་ནས་འགྲོ་གི་ཡོད་པ། ཡིན་ན་ང་ཚོས་དེའི་ཐུགས་ཁུར་བཏང་ནས། མཐའ་མ་ང་ཚོ་ང་ཚོའི་ད་ཅིག་འཛམ་གླིང་སུམ་ཆ་གཅིག་དབང་དུ་བསྒྱུར་ངེས་ཀྱི་མི་རིགས་ད་དེ་འདྲའི་གི་ཅིག་དངོས་གནས་གི་ཅིག་ལོ་རྒྱུས་ཡོད་ངེས་ཅིག་ཡིན་ལབ་ཡོད་ད་ད་ལྟ་ང་ཚོ་ཁ་སྟབས་དེ་ལ་བལྟ་པ་ཡིན་ན། དེ་ག་རེ་བྱས་ནས་ང་ཚོ་དེ་འདྲའི་ཅིག་ཆགས་རེ་ལ་ཡོད་དེ། བསམ་བློ་ཅིག་གཏོང་པ་ཡིན་ན་ཧ་གོ་དང།
ལས་སུ་གཏོད་བྱེད་ནའང་དོན་འགྲུབ་ལ། དེ་ནས། དེ་ནས་ད་ཉི་མ་ཚེ་རིང་ལགས་ལ་ཡང་ང་ཁྲོ་བ་ཞིག་ཡོད་ད་དེ་ཡི་དེ་ཡིན། ད་ད་ལྟ་ཕན་ཆད་ལ་ང་རང་ཚོ་ལོ་རྒྱུས་ནང་བལྟས་པ་ཡིན་ན་ད་བོད་པ་ལ་ཡང་ཁོ་ལམ་ལུགས་རྙིང་པ་གཅིག་ཕྱིན་པ་རེད་ཡིན་ན་ཡང་ད་བར་ལམ་ནས་དམངས་གཙོ་གི་ལམ་ལུགས་ཕྱིན་པ་རེད་དེ་ཕྱི་དོན། ལམ་ལུགས་རྙིང་པ་དང་དམངས་གཙོ་གི་ལམ་ལུགས་གཉིས་བེད་སྤྱོད་བཏང་པའི་བརྒྱུད་རམ་ནི་ཁྱེད་རང་དགོངས་པ་ཞིག་བཞེས་པ་ཡིན་ན། ད་ཉམས་མྱོང་བྱ་འདྲ་ཟེར་ན་འགྲིག་གི་ཡོད་རེད་བ་ད་ཁྱེད་རང་ཁྱེད་རང་གི་ཐད་ནས་མཁྱེན་རྟོགས་བྱས་ནས་ཡིན་ན་ཡང་གཅིག་དམིགས་བསལ་གྱིས་དེ་གཉིས་པ་རུ་ནི་ལེགས་ཆ་རག་ཅིག།

སྲིད་སྐྱོང་འོས་གཞི་མ་ཡིན་པ། ཆུ་ཤུར་གངས་འབྲུག་དབུས་རྒྱུན་ལས་ཀྱི་འོས་གཞི་མ་ཡིན་པ་དེ་འདྲའི་རྐྱང་རྐྱང་ལ་བཅར་འདྲི་ཞུ་ཡག་ཅེས་བསམ་བློ་བཏང་བ་རེད་ག་རེ་སྲིད་ན་ད་འོས་གཞི་ལ་ལངས་ཚར་དུས་སྒང་ལ་མིའི་འཁོར་སྐད་ཆ་ག་རེ་ཡིན་ན་འུ་རུ་མང་པོ་ལས་ཀི་ཡོག་རེད་བ། དེ་བྱེད་དུས་ད་འོས་བསྡུ་དང་འབྲེལ་བ་ཆགས་པ་ཡིན་ཙང། དེ་གལ་ཆེན་པོ་ཅིག་མཐོང་པའི་ཐོག་ནས་ཁྱེད་ལ་བཀའ་འདྲི་ཞུ་ཡག་འདི་ལ། ད་འོས་བསྡུ་དང་འབྲེལ་ནས་དཔེར་ན་ད་གཙོ་ཤེས་ཤིག་དབུས་འོས་བསྡུ་ལས་ཁང་གི་འགན་འཁྱེར་མཁན་ཁོང་རྣམ་པ་ཆགས་ཀི་བ་རེད་དེ་བྱེད་དུས་ཁོང་རྣམ་པས་ཀི་གནང་སྟངས

གཅིག་གིས་གཅིག་འོག་ལ་བསྡད་ཡོང་ཡག་ཅིག་མ་གཏོགས་དེ་ལ་རང་དབང་ཅན་གྱི་སྡེ་ཚན་ལ་ངེས་ཅིག་བར་ཆད་མེད་པ་འདྲ་བོ་ཅིག་རེད། འོ་དེ་ཅིག་དེ་དེའི་བར་ལོ་ལ་ཡང་རང་དབང་ཅན་གྱི་ཅིག་སྟོད་ཉི་མ་དེ་ནས་བསྡད་ས་གི་བར་ཆད་དེ་འདྲ་གི་ས་ཆ་ཅིག་བར་ཆད་རྡ་རམ་ས་ཁོ་ཡི་ལ་ཡོད་མ་རེད་དྲན་འོ་དེ་རེད་དེ་མ་གཏོགས་མི་སྒེར་གྱི་དངོས་གནས་ཡིན་ན་ཡང་དུས་ཚོད་ལ་འདི་རེད་འདི་མ་རེད་ལ་ནི་ང་ཁས་ལ་ཡ་མེད་ད་ཡིན་ན་ཡང་ཉེ་ཆར་ད།

རྒྱལ་ཁབ་ཅིག་གི་ནང་ལ་སྒོས་ལུག་ཆ་པོ་མེད་ལ་ནི་བཀག་སྡོམ་བྱེད་དུ་ལམ་གོ་ཅིག་ཡོད་མ་རེད་པ། མི་ཅིག་ལ་དེའི་སྒོས་དེའི་ཨེ་རྩ་ཆེན་པོ་བརྩིགས་ཡོད་པ། སྒོས་དེའི་མི་མི་དེ་ཁོ་ཁོ་རང་གི་མི་ཚེ་དང་འབྲེལ་འདྲེས་ཡོད་པ། མི་ཚེ་དང་འབྲེལ་ཡོད་ཉིན་རེའི་འཚོ་བ་དང་འབྲེལ་འདྲེས་ཡོད་པ། དེ་འདྲའི་ཅིག་དམངས་སྲོལ་ལ་ཡི་དེ་ལ་ཐོབ་ཐང་བྱེད་ཤུགས་དེ་སྒོས་འཕེན་ཡི་དེའི་ཐོབ་ཐང་དེ་རེད་པ། སྒོས་གཅིག་པོ་དེ་ལ་ཞུ་རྩ་ཆེན་པོ་བྱེད་དེ་སྒོས།

སྐྱོན་མང་པོ་ཡོད་རེད་དེའི་ནང་ནས་སྐྱོན་གཅིག། དགུ་བདེ། ལས་ཁུངས་ཀྱི་སྒྲིག་གཞི་གི་ནང་ལ་དགོས་ན་རེད། ད། བཙན་བྱོལ་སྤྱི་ཚོགས་ནང་ལ། མི་གཅིག་གིས་ཨ་ནི་མི་ཚེ་དང་འབྲེལ་ནས་ཉེ་རིང་འཚོ་བ་དང་འབྲེལ་ནས་ཀ་ཆེ་ཤོས་ཀྱི་ལམ་ཀ་གཅིག་དེ་ཁྲག་ཐག་ཡོད་ན། ཁྱེད་ཀྱིས་ལབ་ས་མེད་ནས་ཁོ་བོ་དགུ་བཞི་ལོང་མ་ཆགས་ཡང་མ་ཚད། ཨ་ནི་ཁོ་བོ་དེའི་ནང་ནས་སྐྱོན་དགུ་བཏང་ཡང་མ་ཚད།

དེ་བྱེད་དུས་ད་ལྟའི་གི་ནང་དོན་དེ་ཡང་གནས་གཞུང་དང་འབྲེལ་ནས་ཡོང་གི་རེད་ཟེར་བྱས་བྱས་ད་ལྟའི་གནས་ཚུལ་དུ་འཛའ་དྲག་ཆགས་བསྡད་ཀྱི་ཡོད་ཙང་ཨ་ནི་ལས་རིམ་གཉིས་པ་བྱེད་འགྲོ་ཡ་འཆར་གཞི་འགྲོ་བཞིན་ཡོད་རེད་ཡིན་ནའི་ད་ད་ལྟ་དེ་འགྲོ་མ་དགོས་ཡ་ཅིག་གིས་ད་ལྟ་འདི་ལ་ཐག་གཅོད་ཞུ་གི་ཡིན་ལ་དེ་དང་དེ་གི་མཐུད་པ་ལྟ་བུ་ཅིག་གི་ཐོག་ལ་ཡ་ཡང་ཅིག་དྲི་བ་ཕུལ་ཡ་ཆགས་འགྲོ་གི་འདུག་འཕྲོས་དོན་དྲི་བ་ཨ་ནི་རྣམ་པ་གཉིས་སུ་ལ་ཕུལ་དགོས་ན་ཨ་ནི་གཅིག་བྱེད་དུས་ངས་ལྟ་གི་ལྟ་གི་བྱས་ནས་ད་དེ་ནས་འཕྲོས་དོན་དྲི་བ་གཉིས་རང་ཕུལ་གི་ཡིན་ཨ་ནི་ཁོ་རྣམ་པ་གཉིས་ཀའི་དེ་ལ་ལན་གནང་རོགས་གནང་ཞུ་བྱས། དང་པོ་དེ་འཕྲོས་དོན་དྲི་བ། དང་པོ་དེ་དོན་དྲུག་ལ་ལ་ཡང་ད་གིན་ཁྱོད་རང་གི་བཀའ་མོལ་ནང་ལོགས་ལ་དཔེར་ན། ད་ལའི་འོས་བསྡུ་གི་ཕྱག་ལས་གནང་མཁན་ཁོ་རང་ཚོ་གི་བཀྲ་ཤིས་སྟོབས་རྒྱལ་ལ་མ་ཕྱིར་འབུད་བཏང་ཡག་དང་ཁོང་གི་འདེམས་བྱ་འདེམས་བྱ་འཕྲོག་ཡག་དང་འབྲེལ་བའི་ཐོག་ནས་བཀའ་མོལ་གནང་པ་རེད་བ། དེ་བྱེད་དུས་ད་ང་ཚོ་བཀའ་མོལ་རིམ་པས་བྱུང་ཡོད་རེད་དཔེར་ན། ཉེ་བའི་དུས་ཚོད་ནང་ལོགས་ལ་ཡང་གནས་ཆུང་བེད་སྤྱོད་བཏང་བྱས་ནས་རྒྱ་གར་གྱི་ལྷོ་ཕྱོགས་ལ་ཡང་ད་ཞི་བུ་གཅིག་གི་མདའ་དྲུག་བུ་དྲུག་བྱས་པ་དཀའ་ངལ་ཆེན་པོ་ཤུགས་ཆག་དེ་ཤ་ནང་དེ་པའི་དྲ་རྒྱའི་སྐྱོ་ལམ་ཁ་ལ་ཟིང་ཟིང་རེད་འདུག་དེ་ཕྱི་དུས། ད་དེ་ལྟ་བུ་གི་གནད་དོན་ཐོག་ལ་བལྟས་པ་ཡིན་ན་རེད་བ། དེ་ལྟ་བུ་གི་གནད་དོན་ཐོག་ལ་བལྟས་པ་ཡིན་ན་ད་དེ་འོས་བསྡུའི་སྒྲིག་གཞི་དེ་ཁོ་རང་ཚོ་ཕ་ཕྱོགས་ནས་བཀྲ་ཤིས་སྟོབས་ཀྱིས་མ་སྤེལ་ཡ་དང། ཨ་ནི་སུ་ཕྱོགས་ནས་ཡང་འོས་བསྡུ་གི་གནད་དོན་གི་དེ་དང་འབྲེལ་བའི་ཐོག་ནས་སུ་ཕྱོགས་ཀྱི། གནས་ཆུང་དང་འབྲེལ་བའི་ཐོག་ནས་རྙོག་གླེང་དེ་ནི་པ་རུ་ལ་ཡ་ཁོ།

གོང་ས་སྒེར་གྱི་སྒེར་ལ་སྐྱོན་བརྗོད་དང་དམའ་འབེབས་ཅིག་ད་དགུ་བསྡུས་སྐབས་དེ་ལ་དེ་འདྲ་བྱས་པ་ཡིན་ན། དགུ་བསྡུས་སྒྲིག་གཞི་དང་འགལ་ཡག་གི་དོན་ཚན་གཅིག་བཞག་བྱུང་འགྲོ། ད་དེ་བྱས་ཡོང་དུས་ད་གཉིས་ཆུང། ལྷ་ཡིན་ན་རེད་འདི་ཡིན་ན་རེད་ད་གང་དུ་ཉི་མ་ཟེར་རེད་གཞན་ལྷ་ཡིན་འགྲོ་གི་རེད་ག་རེ་ཡིན་པ་ཡིན་ན་ད་དེ་ལུང་བསྟན་ཕར་ཚད་ག་བ་ཡིན་ན་དེ་སྐབས་དོན་དང་དེ་ནི་དེ་འུ་བདེ་ལ་རྐང་བཙུགས་ནས་ལག་ཆ་བྱས་ནས་བེད་སྤྱོད་བྱས་ཡོད་རེད་བ། དེ་བྱས་དེ་ད་དེ་མ་སྒྲོག་སྦྱང་བྱས་ངེས་འདྲ་བོ་ལ་འོ་ན་ད། སྔོན་མ་གྲུ་ཚོགས་ནང་ལ་དེ་འདྲའི་ཅིག་གླུད་ལང་ཅིག་འཁྱོངས་པ་རེད་པ་ད་མི་ཆེན་པོས་ལྷ་ལ་སྐད་རྒྱག་ཡོད་རེད་འདྲེ་སྐད་རྒྱག་ཡོད་རེད་ཟེར་དུས་ང་སྐད་ཆ་བྱེད་ངེས་དེ་གི་དེ་སྐད་ག་བ་ནས་བྱུང་རེད་ལབ་ངེས་ད་དངོས་གནས་ཡིན་ན་གི་ཁོ་སྐད་གླ་ནི་ཁས་ལབ་ཡ་མི་འདུག་ཧ་ཧ་ཧ་ལབ་དེ་རེད་བ་ཡིན་ན་ད་དེ་མ་ཡི་གེ་ཕབ་ངེས་ཅིག་གི་ཕབ་གི་ཡོད་རེད་ད་ཕབ་ངེས་ཅིག་གི་ཕབ་ངེས་དེ་ཁོས་དེ་ད་དེ་དེ་ཡི་གེ་དེ་མ་ཕུ་དེ་སྐད་དེ་ག་རེ་ལབ་ཡོད་རེད་སི་ཧ་གོ་རེད་ད་དེ་མ་ལབ་ལ་ན

བོད་ཀྱི་རྩ་དོན་ལ་སེམས་ཁུར་བྱས་ནས་ཀྱི་དེ་ནི་བཀའ་མོལ་གནང་གི་ཡོད་པ་དང། དེའི་ཐོག་ནས་ཡིན་པ་ཡིན་ན་རྣམ་པ་ཚོ་གི་གོ་བ་ཡག་པོ་བྱེད་པའི་ལན་ཐོབ་ཡག་གི་རེ་བ་ཞུ་གི་ཡོད་སོ་སོ་རང་ཉིད་ངོས་ནས་ཡིན་ན་ཡང། ད་དེ་དང་འབྲེལ་བའི་ཐོག་ནས་ད་ལྟ་སྤྱི་བཏང་ད་གི་རྣམ་པ་གཉིས་ཀྱི་གསུངས་པ་ནང་བཞིན་རེད། ད་ང་ཚོ་སྤྱི་ཚོགས་ནང་ལོ་དྲི་བ་ཆེན་པོ་གཅིག་འདུག་ག་རེ་ཟེར་ན། རྒྱལ་སྲིད་གཉིས་མེད་གནས་སྦྱོང་གི་བཀའ་ལུང་འདི། ད་སྐད་བཤད་མཁན་མི་གཅིག་མ་གཏོགས་མེད་པ་ཡིན་ན། གང་མི་འདུག་ང་ཚོ་སྦྱང་ཆོག་གི་རེད། ཡིན་ན་ཡང་དེ་སྒྲ་འཇུག་བྱས་ནས། ག་རེ་བྱས་ནས་བཏང་ཐུབ་ཀྱི་ཡོད་མ་རེད་ཟེར་ཡ་དེ་དེ་དྲི་བ་ཧ་ཅང་ཆེན་པོ་ཆགས་བསྡད། བྱས་ཙང་དེ་ཡིན་དུས་དེ། དྲི་བ་ཆགས་བསྡད་པ་དེ་ད་ང་རང་གིས། མཐོང་ཐོས་མྱོང་གསུམ་ཡོད་མེད་དེ་འདྲའི་རེད་དེ་རྒྱ་ཆེ་མང་ཚོགས་ཅིག་བྱས་ན་དེ་ལ། གོ་རྟོགས་ཅིག་ཆགས་རོགས་གནང་རོགས།